འོ་ལགས་སོ་དེ་ནི་ཐོག་མར་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དེ་རིང་གཙོ་བོ་དེ་ཡོན་ཆབ་ཀྱི་སྐོར་དེ་ཡིན། ཡོན་ཆབ་བཤམས་སྟངས་ཀྱི་སྐོར་དེ། ཡོན་ཆབ་ཟེར་དུས་ག་རེ་ཡིན་པ་དང་ཡོན་ཆབ་བཤམས་དུས་སྐབས་ལ་བཤམས་སྟངས་ག་འདྲས་བཤམས་དགོས་ཀྱི་ཡོད་མེད། ཨ་ནི་ད་ག་ནང་བཞིན་གྱི་ཡོན་ཆབ་བཤམས་དུས་སྐབས་ལ་ཡང། འདོན་པ། ཁ་འདོན་གཞན་འདོན་ག་རེ་གསུང་དགོས་ཀྱི་ཡོད་མེད་ཨ་འདིའི་གཞུག་ལ་ཡོན་ཆབ་མ་བསྡུས་དུས་ཡོན་ཆབ་སྤྲོ་བསྡུས་ག་ལ་སྤྲོ་སྟངས་ག་འདྲེ་ཟིན་སྤྲོ་དགོས་ཀྱི་ཡོད་མེད་ཨ་འདིའི་སྐབས་སུ་འདོན་པ་ག་རེ་འདོན་དགོས་ཀྱི་ཡོད་མེད་དེའི་སྐོར་ལ་མདོར་ཙམ་ཞིག་ཞུ་ཡས་ཡིན་དེ་ཡང་གཙོ་བོ་དེ་དང་དེང་རབས་ཀྱི་གཞོན་སྐྱེས་རྣམས་ཀྱི་ཆེད་དུ་ལས་དང་པོ་བ་རྣམས་ཀྱི་ཆེད་དུ་ཡིན། ད། ཐོག་མར་ཡོན་ཆབ་ཟེར་དུས་ག་ལ་ཡོན་ཆབ། ཡོན་ཆབ་ཀྱི་དོན་དག་ག་རེ་རེད་ཡོན་ཆབ་ཟེར་དུས་ག་རེ་ལབ་དགོས་རེད། འདི་རེད། ཨ་ནི་ཡོན་ཆབ་ཟེར་དུས་ཡོན་དང་ཆབ་ཟེར་ཚིག་གཉིས་ཡོད་རེད་ཡོན་ཟེར་དུས་ག་ལ། ལྷ་ལ་ཡོན་ཕུལ་བགེགས་ལ་གླུད་བཏང་ཟེར་སྡེ་ཚན་གཅིག་ཡོད་རེད་ལྷ་ལ་ཡོན་ཕུལ་ཟེར་དུས་ཡང་སྐྱབས་གནས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་བ་དེ་ལ་ལྷ་ལ་ཡོན་ཕུལ་ཟེར་ནས་འདི་ཞུ་གི་ཡོད་རེད་དེ་ཡོན་ཆབ་ཟེར་དུས་ག་ལ་ཡང་མདོར་དོན་དག་ཚུལ་མདོར་འདྲིལ་ནས་ཞུས་པ་ཡིན་ན་ཡ་སྐྱབས་གནས་དཀོན་མཆོག་གསུམ་ལ་མཆོད་པ་སྐྱབས་གནས་དཀོན་མཆོག་གསུམ་ལ་སོ་སོ་གི་མགོ་གསུམ་རྣམ་པར་དག་པའི་གི་ཐོག་ནས་ཡ་སྐྱབས་གནས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་བའི་དྭངས་གཙང་གི་ཆུ་ལ་ནི་ཡོན་ཆབ་ཟེར་ནས་ཆབ་ཟེར་དུས་ག་ལ་ཆུ་ཡི་ད་ག་ད་ཞེ་ས་རེད་ཞེ་ཚིག་འདྲ་པོ་ཅིག་རེད་ད་ཡོན་ཆབ་ཟེར་དུས་ག་ལ་ཡར་སྐྱབས་གནས་དཀོན་མཆོག་གསུམ་ལ་རག་སོ་སོ་རང་ཉིད་ཀྱི་སྒོ་གསུམ་རྣམ་པར་དག་པའི་གི་ཐོག་ནས་མཆོད་པ་ཕུལ་བའི་གི་དྭངས་གཙང་གི་ཆུ་ལ་ཡོན་ཆབ་ཟིན་འོ་དེ་ཞུ་གི་ཡོད་རེད་ད་ཡོན་ཆབ་ག་དུས་བཤམ་དགོས་རེད་ཟེར་ཡ་དེ་ནི་ཞོག་ཡོན་ཆབ་དེ་ད་ག་འདར་ཞོགས་པ་སྔ་དྲོའི་གི་དུས་ཚོད་དེ་ལ་བཤམ་དགོས་གི་ཡོད་རེད་དེ་ཡང་ད་ཅིག་བསང་འདོན་པའི་དུས་ཚོད་དང་ཞོགས་གའི་བསང་འདོན་པའི་གི་དུས་ཚོད་ད་བསང་འདོན་པའི་དུས་ཚོད་དུ་ཟོ། ད་དཔེ་ཆ་ཁ་ཤས་ཀྱི་ནང་ལོགས་ལ་བྱ་ཕོ་རོག་ཚང་ནས་དོན་མེད་ཀྱི་དུས་ཚོད་ཟེར་དེ་འདྲས་གསུངས་ཡོད་རེད་ཉེས་མེད་ཀྱི་ཟེར་གྱི་དུས་ཚོད་ཟེར་ཡ་འདྲ་བོ་དང་དེ་འདྲས་གང་ལྟར་ཞོགས་པའི་རྔ་བོ་ཤར་ནས་ཉི་མ་ཤར་ཡོང་དུས་ག་ལ་ཉེས་མེད་ཀྱི་ཟེར་དང་པོ་དེ་ནུབ་རི་ལ་ཕོག་ཡོང་པའི་གི་དུས་ཚོད་ད་དེ་འདྲས་དང་སྟབས་བསྟུན་པའི་གི་ཐོག་ནས་མདོར་ན་ཨ་ནི་ཞོགས་པའི་ཞོགས་པ་རྔ་སྦྲུལ་གྱི་དུས་ཚོད་དེ་ལ་ཡོན་ཆབ་བཤམས་དགོས་རེད་ཡོན་ཆབ་བཤམས་ཡས་དེ་བཤམས་ཡོང་པའི་གི་གནས་སྐབས་སུ། ཨ་ནི་གཅིག་ལུས་གུས་པས་ཀྱི་ཐོག་ནས་གུས་ཞབས་དང་ལྡན་པས་ཀྱི་ཐོག་ནས། ཞོགས་པའི་རྔ་པོ་ཡར་བཞེངས་ཚར་བུའི་གཞུག་ལ་ཁ་དང་ལག་པ་དང་ཁ་ལག་ངོ་གདོང་ཆ་ཚང་དེ་བཀྲུས་གཙང་མ་གཙང་སྦྱང་བྱས། གཙང་མ་གཙང་སྦྱང་བྱས་ཚར་བུའི་ཀྱི་གཞུག་ལ་རབ་བྱུང་ན་སོ་སོ་གི་གོས་གསར་བ་གོན་གོས་གསར་བ་གོན་ཡས་མེད་པ་ཡིན་ན་གོས་གཙང་མ་གོན་ཨ་ནི་ཁ་ལ་ཁ་རིལ་དཀྲི་ངུག་ཐ་གང་ལྟར་གཅིག་གཙང་མ་བྱས་ནས་ཡིད་དུ་འོང་བ་ཡིད་དུ་འོང་བ་བྱས་ཨ་ནི་གུས་ཞབས་དང་ལྡན་པས་ཀྱི་ཐོག་ནས་སྤྱི་བཏང་གི་གུས་ཞབས་ཟེར་དུས་ག་ལ་སོ། སྐྱབས་གནས་དཀོན་མཆོག་གསུམ་གྱི་སྐུ་མདུན་དང་ད་ག་ནང་བཞིན་གྱི་སོ་སོའི་གི་བཀའ་དྲིན་སུམ་ལྡན་གྱི་དྲིན་ཆེན་རྩ་བའི་བླ་མའི་སྐུ་མདུན་དང་སོ་སོའི་གི་དྲིན་ཆེན་གྱི་དཔའ་མིའི་གི་སྐུ་མདུན་ལ་གང་ལྟར་གུས་ཞབས་ཟས་དེ་ངེས་པར་དུ་བྱེད་དགོས་དེ་རྒྱུ་མཚན་ཆེན་པོ་རེད་གནད་འགག་ཅིག་ཡོད་རེད་ད་ཡོན་ཆབ་ག་ས་བཤམས་དུས་ག་ལ་བཤམས་སྟངས་ག་འདྲས་ཟིན་བཤམས་དགོས་གི་རེད་ཨ་ནི་སྟེང་འབོར་དང་མདུན་ཚར་ཚུར་བསྒྲིགས་དུས་ག་འགྲིགས་སྟངས་ཟིན་ག་འདྲས་ཟིན་བསྒྲིགས་དགོས་གི་རེད་ཟས་དེ། དེ་རེད། ད་ཡོན་ཆབ་བཤམས་ཡོང་དཔེ་གི་གནས་སྐབས་སུ་བཤམས་སྟངས་ད་བཤམས་པར་བྱས་པ་ལ་ཐོག་མར་ཨ་ནི་གང་ལྟར་ཏིང་ཕོར་དང་བདུན་ཚར་འདི་ཚོ་དེ་ཚུར་བསྒྲིགས་དགོས་དགོས་བར་བ་དེ་བསྒྲིགས་ཡོང་དུས་ཀ་བཤམས་དུས་ཀ་ཐོག་མར་ཏིང་ཕོར་དང་བདུན་ཚར་ཚོ་བསྒྲིགས་ཡོང་དུས་ཀ་ད་གཡས་ཀྱི་ཕྱོགས་ནས་ཚུར་གཡས་ཀྱི་ཕྱོགས་ནས་བསྒྲིགས་དགོས་དགོས་བ་རེད། གཡས་ཀྱི་ཕྱོགས་ཟེར་དུས་ཀ་ད་སོ་སོ་གི་གཡས་ཀྱི་ཕྱོགས་མ་རེད། ཀུན་དགའ་ར་བིག་གི་ནང་ལ་ཞུགས་བདེ་བིག་གི་བདེ་བར་གཤེགས་བིག་གི་སྐུ་བརྙན་དང་བདེ་བར་གཤེགས་བིག་གི་སྐུ་ཐང་གི་གཡས་ཀྱི་ཕྱོགས་ནས་བྱེད་དུས་ག་ལ་དེ་འདྲས་བྱས་ནས་ད་གཡས་ཀྱི་ཕྱོགས་ནས་འབྲི་དགོས་ཀྱི་ཡོད་རེད་གཡས་ཟེར་དུས་འདི་ཉིད་ནས་འགོ་བཙུགས་དགོས་པ་རེད། ནི་ཞོགས་པ་སྔ་པོ་དང་མཆོད་པ་བཤམས་ཡོང་བའི་གི་གནས་སྐབས་སུ། རྟིང་ཕུར་བསྒྲིགས་ཡོང་བའི་གི་གནས་སྐབས་སུ་གཡས་ཀྱི་ཕྱོགས་ནས་བྱས་འདི་ནི་ནི་ཅེས་ཚུར་བསྒྲིགས། ནི། ད་མཆོད་པ་ཡར་ཕུལ་ཡོང་བའི་གི་གནས་སྐབས་སུ་གཡས་ཀྱི་ཕྱོགས་ནས་ཕུལ། ཡས་ནི་དུགས་སུ་རེད་ད་འདི་རྟིང་ཕུར་འདི་འདུག་སུ་འགྲིག་པ་རེད་འདི་ལ་རྟིང་ཕུར་ཟེར་ནི་ལབ་གི་ཡོད་རེད་བདུན་ཚར་ཟེར་ནི་ཡང་བཤད་གི་ཡོད་རེད། རྟིང་ཕོར་ཟེར་དུས་ག་ལ། རྟིང། ཕོར་ཟེར་དུས་ཞང་ཞུང་གི་སྐད་རེད་ཞང་ཞུང་སྐད་ལ་རྟིང། བོད་ཀྱི་སྐད་ལ་ཆུ། ཨ་ནི་ཕོར་ཟེར་དུས་ཕོར་པ་རེད་བ། ཏིང་ཕོར་ཟེར་ན་མ་ཟེར་ན་ཆུ་ཡི་ཕོར་པ་ཆུ་ཕོར་ཟེར་ལབ་གི་ཡོད་རེད། ཏིང་ཕོར་ཆུ་ཕོར་ཟེར་དུས་འདི་ནང་ཏིང་ཕོར་བདུན་ཡོད་དུས་བདུན་ཚན་གཅིག་ཡོད་དུས་ག་ལ་ཨ་འདི་ལ་བདུན་ཚར་ཟེར་ནས་བཤད་གི་ཡོད་རེད། ད་དེ་ཏིང་ཕོར་དེ་བསྒྲིགས་ཡོང་བའི་གི་གནས་སྐབས་སུ་ཁོ་རང་ལ་ཡང་དམ་ཚིག་ཅིག་ཡོད་རེད་དམ་ཚིག་ཟེར་དུས། ཏིང་ཕོར་དེ་བསྒྲིགས་ཡོང་བའི་གི་གནས་སྐབས་སུ་ཐད་གང་བྱས་ནས་ཐད་ཀར་ད་གང་ལྟར་བརྡ་བརྒྱབ་པ་ནང་བཞིན་བྱས་ནས་ཐེག་ཤིང་ནང་བཞིན་བྱས་ནས་ཐད་ཀར་ཐད་ཀར་འགྲིག་དགོས་ཀྱི་ཡོད་རེད། ཨ་ནི་ཕྱོགས་ཕན་ཚུན་ལ་ཡོད་བསྡད་པ་མ་ཡིན་པ། ཨ་ནི་གཅིག་སྟེང་འཁོར་གྱི་བར་བར་ལ་དཀའ་སེ་ཧ་ཅང་གི་ཐག་རྒྱངས་སོང་བ་དང་ཡང་ཧ་ཅང་གི་ཐག་ཉེ་སོང་བ་མ་ཡིན་པ། སྟེང་འཁོར་གཅིག་གིས་གཅིག་ལ་མ་རེག་པ་གཅིག་གིས་གཅིག་ལ་མ་ཐུག་པ། ག་སེ་དེ་འདྲའི་ཅན་གཅིག་གིས་གཅིག་ལ་མ་རེག་པ་དང་གཅིག་གིས་གཅིག་ལ་མ་ཐུག་པ་བྱས་ཏིང་པོར་གཅིག་གིས་གཅིག་ལ་མ་འབྱར་བ་བྱས་ནས། འོ་དེ་འདྲའི་ཞེས་ནི་འགྲིག་གོ་གོ་བ་རེ་ད་བྱུང་སོང་བ་ཡིན་ན། ཏིང་པོར་རེ་རེ་གི་བར་ལ་ག་སེ་སྟོང་ཆ་ནས་འབྲུ་ཙམ་གྱི་སྟོང་ཆ་སྟོང་ཆ་དང་ལྡན་པའི་གི་ཐོག་ནས་ཧ་ཅང་ཐག་འགྱངས་སོང་བ་མ་ཡིན་པ་ཧ་ཅང་ཐག་ག་སེ་གོ་རེ་ངས་སོང་བ་མ་ཡིན་པའི་གི་རྣམ་པ་བྱས་ནི་གང་ལྟར་འདུག་བྱས་ནས་ཐད་ཀར་བརྡ་ནང་བཞིན་ཚངས་པའི་གི་ཐིག་ཤིང་ནང་བཞིན་བྱས་ནས་ཕར་འགྲིག། མདུན་དང་རྒྱབ། ཚུར་ལ་དགའ་སའི་གཡའ། དགའ་སའི་གཡོ་བདེ་བིག་གི་རྣམ་པ་མ་ཡིན་པ། ཚུར་འབུར་བདེ་བིག་གི་རྣམ་པ་མ་ཡིན་པ་བྱས་ནས། ཨོ་དེ་འདྲའི་བྱས་ནས་འགྲིག། ཨོ་དེ་འདྲའི་ཟེར་ནས་འགྲིག་དགོས་ཀྱི་རེད་ཟེར་ནས་དེ་གར་དེ་གསུང་གི་ཡོད་རེད། གལ་སྲིད། གཅིག་གོ་རིམ་འཁྲུགས་སོང་བ་དང་ཡོ་སོང་བ་དང་ཡང་གཅིག་ཧ་ཅང་གི། གར་སའི་གོ་རེ་ཏིང་འབུར་གྱི་བར་ལ་ཨ་ནི་གཅིག་ཐག་རྒྱང་སོང་བ་དང་ཧ་ཅང་གི་ཐག་ཉེ་སོང་བ། ཨ་ནི་དེ་འདྲའི་བྱུང་སོང་བ་ཡིན་ན་གཅིག། རང་གི་བསམ་པ་མི་འགྲུབ་ཡས་དང་བར་ཆད་འབྱུང་ཡས་དང། གཅིག་ཕྱུགས་ལ་གོད་ཁ་བྱུང་ཡས་དང་དེ་འདྲས་ཡོང་གི་རེད་དེ་འདྲས་ཡིན་དུས་ག་ལ་ཁོ་རང་གོ་རིམ་ཅི་ལྟ་བ་བཞིན་དུ་འགྲིག་ཡས་དེ་འདི་ད་འགྲིག་ཡས་འགྲིག་སྟངས་འདྲ་བོ་དེ་དེ་འདྲས་ནས་འགྲིག་དགོས་གོ་རེད་ད་འདི་ནང་ལ་བདུན་ཡོད་རེད་བདུན་ཡོད་དུས་ག་ལ་འདི་ལ་གར་ཟེར་གོ་རེད་འགྲོ་བ་རིགས་དྲུག་བདུན་ཡོད་དགོས་པའི་རྒྱུ་མཚན་ག་རེད་ཟེར་དུས་ད་འགྲོ་བ་རིགས་དྲུག་བར་མ་དོ་དང་བདུན་གྱིས་སྡུག་བསྔལ་སེལ་ཡས་ཀྱི་ཆེད་དུ་ཤེས་པ་དང་སྤྱི་ཡོངས་ཀྱི་དབང་དུ་བྱས་ན་ཤེས་པ་འདིས་རེས་འགྲོ་བ་རིགས་དྲུག་བར་མ་དོ་དང་བདུན་གྱི་སྡུག་བསྔལ་ས་ཡལ་གྱི་ཕྱིར་དུ། དམྱལ་བ་ཚ་གྲང་གི་སྡུག་བསྔལ་ཡི་དྭགས་བཀྲེས་སྐོམ་གྱི་སྡུག་བསྔལ་བྱོལ་སོང་གླེན་ལྐུགས་ཀྱི་སྡུག་བསྔལ་མི། བྲེལ་ཕོངས་ཀྱི་སྡུག་བསྔལ་ལྷ་མིན་འཐབ་རྩོད་ཀྱི་སྡུག་བསྔལ་ལྷ་ཕམ་སྟོང་གི་སྡུག་བསྔལ་བར་དོ་བརྟན་འཚོ་བ་དང་ཡིད་ཆོས་པའི་གྱི་སྡུག་བསྔལ་བདུན་ས་ཡལ་གྱི་ཕྱིར་དུ། ཨ་ནི་སྟེང་ཕོར་བདུན། སྒར་སེ་བདུན་གྱི་གྲངས་ཀ་ཡོད་དགོས་པ་དེ་སྤྱི་ཡོངས་ཀྱི་འགྲེལ་བཤད་དེ་རེད། ཨ་ནི་གཅིག་ཡང་འགྲེལ་བཤད་ཐུང་མོང་མ་ཡིན་པ་དྲུག་ཅིག་བསམ་བློ་བཏང་དུས་ག་ལ། སྒར་སེ་ཆོས་པ་རྣམ་ལྔ་ཟེར་ནས་བཤད་ཀྱི་ཡོད་རེད་དེ་ཆོས་པ་རྣམ་པ་ལྔ་ཟིན་ལབ་དུས་ག་ལ་རྣམ་པ་ལྔ་ཡི་གི་ནང་ལོགས་ལ། ཨ་ནི་མར་མེ་གི་ཆོས་མར་མེ་གི་ཆོས་པ་དེ་དང་པོ། མར་མེ་གི་ཆོས་པ་བྱས་དེ་གི་རྗེས་ནི་ཨ་ནི་སྤོས་ཀྱི་ཆོས་པ་ཨ་ནི་སྤོས་ཀྱི་ཆོས་པ། བརྒྱད་ནི་ཡོན་ཆབ་ཀྱི་མཆོད་པ། ནི་ཡོན་ཆབ་ཀྱི་མཆོད་པའི་གི་ཞུགས་གུ་དེ་ལ་ཞག་ཟས་ཀྱི་མཆོད་པ། ཏེ་ཞག་ཟས་སི་ཏུའི་ག་ལ་ལྕགས་དུས་ག་ལ་གཏོར་མ་ཅི་ལྕགས་ཀྱི་རེད། མདོར་བསྡུས་པ་ཡིན་ན་ད་ལྟ་ཞག་ཟས་ཀྱི་ཚབ་རེད། འདི་ན་འབྲུ་ཅི་ཡོད་རེད། ནི་ཞག་ཟས་ཀྱི་མཆོད་པ། ནི་ཞག་ཟས་ཀྱི་མཆོད་པའི་མཇུག་དེ་ལ་ནི་མེ་ཏོག་གི་མཆོད་པ་ཟེར་ནས་མཆོད་པ་རྣམ་པ་ལྔ། ད་ཡོན་ཆབ་བཤམས་སྟངས་འདི་ཤེས་པ་ཡིན་ན་མཆོད་པ་རྣམ་པ་ལྔ་འདིའི་ནང་ལ་ཚང་དེ་ཡོད་རེད། ཚང་ཚང་ཚང་དེ་ཡོད་རེད། ག་འདྲས་ཟིན་ཚང་དེ་ཡོད་རེད་ཟེར་དུས་ག་ལ་ད་མ་སྨད་ནི་མདུན་ན་ཡོད་ཡོད་ག་བྱེད་ཨ་ནི་སྤོས་དེ་ཡོད་ཡོད་ག་བྱེད་དེ་ནི་ཡོན་ཆབ་དེ་ནི་ཡོད་ཡོད་ག་བྱེད་ད་ཡོན་ཆབ་གི་ནང་ལོགས་ལ་ཞྭ་ཟས་ཀྱི་ཚབ་དེ་ལ་འབྲུ་འབྲུ་ལོ་གོ་གོ་རེད་ཨ་ནི་ག་འདྲ་དེའི་གཞུག་ལ་ནི་མེ་ཏོག་བྱེད་དུས་ག་ལ་ཆོན་པ་རྣམ་པ་ལྔ་ཡོངས་སུ་རྫོགས་པ་ཐམས་ཅད་ཀྱི་དེའི་ནང་ལ་ཁ་ཚང་འགྲོ་གི་ཡོད་རེད། ད་འདི་ག་སོག་རའི་མཆོད་པ་དེ་ཕུལ་ཡོང་བའི་གི་གནས་སྐབས་སུ། མཆོད་པ་ཕུལ་དུས་ག་ལ་ཨ་ནི་ད་ལྟ་ཏིང་ཕོར་གི་ཏིང་ཕོར་གི་རྒྱུ་ཆ་དེ་ག་འདྲས་དགོས་ཀྱི་ཡོད་དམ་མེད་ཟེར་ཡ་དེ། ཏིང་ཕོར་གི་རྒྱུ་ཆ་དེ་ད་རབ་བྱུང་ན་གསེར་ཨ་ནི་འབྲིང་གི་དབང་དུ་ཆུད་དུས་དངུལ་ད་ནི་ད་ག་ནང་བཞིན་གི་ཟངས་ལྕགས་ལི། ད་ག་ད་རྫ་ཨ་ནི་ཤིང། ད་སོ་སོའི་གི་སྦྱོར་བ་དང་བསྟུན་པའི་གི་ཐོག་ནས་ག་ས་གོ་རེད། གང་ཟེར་ཏིང་ཕུར་གི་ཏིང་ཕུར་བཟོས་སྟངས་མཛོད་རེད་ག་ཏིང་ཕུར་གི་རྒྱུ་ཆ་མཛོད་རེད་ཨང་དེ་འདྲས་སུ་གོ་གི་ཡོད་རེད། དེ་ཏིང་ཕུར་གི་ནང་ལོགས་ལ་ད་ག་རེ་བླུག་དགོས་གོ་རེད་རྫས་ཆ་གི་དབང་དུ་བྱས་ན་ད་དང་པོ་ག་ས་གོ་རེད་ཆབ་ཅིག་གྲང་ཡོང་པའི་ཆུ་ཆབ་ད་ཆབ་བླུག་དགོས་གོ་རེད་བ་ཆུ་བླུག་ཡོང་དུས་ག་ལ་ད་ཡོན་ཆབ་གི་ད་ཡོན་ཆབ་གི་ཆུ་དེ་ཨ་ནི། ཅིག་རྒྱུ་ཆ་ག་འདྲས་ཀྱི་དགོས་མཁོ་ཡོད་དམ་མེད་ཟེར་ཡ་དེ་ད་རབ་བྱུང་བ་ཡིན་ན་རྒྱ་མཚོ་ཆེན་པོ་གི་དཀྱིལ་གྱི་དཀྱིལ་ཆུ་ཟེར་ཡ་དང་དེ་ཚོ་དཔེ་གཙང་མ་ཡིན་པའི་གི་རྣམ་པ་རེད་ཨ་ན་ད་ག་ནང་བཞིན་གི་ཆུ་མིག་གི་ཆུ་དང་ལུ་མག་གི་ལུ་མག་གི་ཆུ་དང་དེ་ཚོ་དགོས་མཁོ་རེད་རབ་གི་དབང་དུ་བྱས་པ་ཡིན་ན་ཨ་ན་དེ་ཚོ་མ་བྱུང་བ་ཡིན་ན་དེ་ཚོ་མ་རག་པ་ཡིན་ན་ཆུ་གཙང་མ་ཅིག་ངེས་པར་དུ་དགོས་མཁོ་ཡོད་རེད་གང་ལྟར་ཅིག་ག་སེ་རྙིང་ཆུ་རྙིང་པ་མ་ཡིན་པ་ཨ་ནི་ཆུ་རུལ་སོང་བ་དེ་འདྲས་མ་ཡིན་པ་ཆུ་དྲི་མ་ཅན་དེ་འདྲས་མ་ཡིན་པ། ཆུ་གཙང་མ་གཙང་རྐྱང་ཅིག་ཡ་སྐྱབས་གནས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་ཡས་ཀྱི་རྒྱུ་ཕྱག་གི་ཆུ་དེ་ལ་ཨ་ནི་དེ་ཀྱི་ནང་ལོགས་ལ་གར་སེ་འོ་རེད་བླུགས་ཡས་ཀྱི་ད་གར་སེ་ད་བླུགས་ཡས་ག་རེ་ག་རེ་བླུགས་དགོས་ཀྱི་ཡོད་མེད་ཨ་ནི་བྱུང་སོང་ན་འོ་མ་ཡོད་ན་འོ་མ་བླུགས་ན་འགྲིག་གི་རེད་འོ་མ་ཏོག་བླུགས་ན་འགྲིག་གི་རེད་ཨ་ནི་ད་ག་ནང་བཞིན་གྱི་དེ་ཀྱི་ནང་ལོགས་ལ་སྨན་ནག་གི་རིགས་དང་དེ་ཀྱི་ནང་ལ་ཨ་ནི་འབྲུ་ནག་གི་རིགས་དང། ཨ་ནི་ཡི་གར་སོགས་རེད་ད་མེ་ཏོག་གི་མེ་ཏོག་གི་རིགས་མེ་ཏོག་གསར་པའི་གི་རིགས་ཨ་ནི་ད་ག་ནང་ཞིང་གི་གུར་གུམ་གི་མེ་ཏོག་ཨ་ནི་བཟང་དྲུག་རྩ་བརྒྱད་ད་ག་རིགས་བླུག་ན་འགྲིག་གི་ཡོད་རེད་ཏོས་ཏོས་ཏོས་ཏོས་ཏོས་བྱས་ནས་དེ་བླུག་དགོས་གི་རེད་མེ་ཏོག་ཡིན་ན་མེ་ཏོག་རྙིང་པ་མ་ཡིན་པ་མེ་ཏོག་གསར་པ་འབྲུ་ཡིན་པ་ཡིན་ན་གཅིག་ག་སོགས་རེད་གས་བསྡད་པ་དང་ཆགས་བསྡད་པ་དང་རུལ་བསྡད་པའི་གི་དེ་འདྲའི་གི་རྣམ་པ་མ་ཡིན་པ་འབྲུ་གསར་པ་ཨོ་དེ་འདྲའི་བྱས་ནས་བླུག་དགོས་གི་ཡོད་རེད་ད་འདུག་བྱས་ནས་གར་སའི་མཆོད་པ་བསྒྲིག་དུས་གང་འགྲིག་སྟངས་འདུག་རེད།

ཨ་ནི་སྤོས། ཟླ་འདིའི་ནང་ལ་མཆོད་པ་རྣམ་ལྔ་ཚང་དུ་ཡོད་རེད། མ་སྨད། མ་སྨད་ཀྱི་མཆོད་པ་ཕུལ་བ་ལ་ཕན་ཐོགས་ག་རེ་ཡོད་རེད་ཟེར་དུས་མ་སྨད་ཀྱི་མཆོད་པ་ཕུལ་བ་ལ་བརྟེན་ནས་དམྱལ་བ་ཚ་གྲང་གི་སྡུག་བསྔལ་ཞི་ཟེར་གི་དེ་གི་ཕན་ཐོགས་རེད། ཨ་ནི། ཡང་སྦྱོར། མར་མེ་གི་མཆོད་པ་དེ་མ་ཆག་པ་བཅས་བྱས་པ་ཡིན་ན། སོ་སོའི་གི་རྣམ་དཔྱོད་ཀྱི་ཤེས་རབ་དེ་ཡར་རྒྱས་འགྲོ་ཡས་ལ་ཕན་ཐོག་གི་རེད། འདི་མར་མེ་གི་མཆོད་པ། མར་མེ་གི་རྗེས་ནི་ཨ་ནི་སྤོས་ཀྱི་མཆོད་པ། སྤོས་ཀྱི་མཆོད་པ་ཕུལ་བ་དེ་ལ་བརྟེན་ནས། ཡི་དྭགས་བཀྲེས་སྐོམ་གྱི་སྡུག་བསྔལ་ཞི་ཟེར་དེ་གི་ཕན་ཐོག་ཡོད་རེད་ཡི་དྭགས་བཀྲེས་སྐོམ་གྱི་སྡུག་བསྔལ་ཞི་ཡས་ཀྱི་ཕན་ཐོག། ཨ་ནི་དེའི་ཤུགས་ལ་ད་ཡི་ཡོན་ཆབ་ད་ཡོན་ཆབ་བདུན་འདི་ད་ཡི་གོང་དུ་ཞུས་པ་ནང་བཞིན་འགྲོ་བ་རིགས་དྲུག་བར་མ་དོ་དང་བདུན་གྱི་སྡུག་བསྔལ་བསལ་ཡས་ཀྱི་ཆེད་དུ་ཨ་ནི་ཁྱད་པར་དུ་ད་ཡི་ཡོན་ཆབ་བསལ་ཡས་འདི་བྱས་སོང་གླེན་ལྐུགས་ཀྱི་སྡུག་བསྔལ་བསལ་ཡས་ཀྱི་ཨ་ནི་ཕན་ཐོགས་ཆེན་པོ་ཡོང་གི་རེད་གསུངས་གོ་རེད་ཨ་ནི་དེའི་ཤུགས་དེ་ལ་ཞྭ་སེ་ད་འདི་གི་ནང་ལོགས་ལ་ང་ཚོ་ནན་དྲུག་བླུགས་ཡོད་རེད་བ་ཞྭ་སེ་གྱི་ཨ་ནི་ཞྭ་སེ་གྱི་མཆོད་པ་ཕུལ་བ་ལ་བརྟེན་ནས། མཐའ་འཁོབ་ཕམ་ལྟུང། མཐའ་འཁོབ་འཕོ་འགྱུར་མི་ཡི་སྡུག་བསྔལ་ཨ་ནི་བསལ་ཡས་ལ་ཕན་ཐོགས་ཡོང་གི་རེད། ཞྭ་སེར་གྱི་མཆོད་པ་ཕུལ་བ་ལ་བརྟེན་ནས་ཨ་ནི་མི་ཡི་སྡུག་བསྔལ་ཨ་ནི་མི་བྲལ་སྤོང་གི་སྡུག་བསྔལ་མི་འཕོ་འགྱུར་གྱི་སྡུག་བསྔལ་ཡོད་རེད་བ། ཨ་ནི་མཐའ་འཁོབ་མི་ཡི་སྡུག་བསྔལ་དེ་ཚོ་ཚང་མ་དེ་བསལ་ཡས་དང་དག་ཡས་ལ་ཕན་ཐོགས་ཡོང་གི་རེད། ཨཱ་དེའི་གཞུག་ལ་མེ་ཏོག་གི་མཆོད་པ་དེ་ཡོད་རོ་བ་མེ་ཏོག་གི་མཆོད་པ་ཕུལ་བ་ལ་བརྟེན་ནས་ལྷ་མིའི་འཐབ་རྩོད་ཀྱི་སྡུག་བསྔལ་སེལ་ཟིན་དེ་ལབ་གི་ཡོད་རེད་ཨཱ་ནི་ཁྱད་པར་དུ་གཟུགས་བཟང་ཞིང་ཡིད་དུ་འོང་བ་ཅིག་ཨཱ་ནི་གང་ལྟར་ཐོབ་དགོས་ཀྱི་ཡོད་ན་སོ་སོ་གི་གཟུགས་བཟང་པོ་སུ་གི་ལྟ་བ་ཡིན་ན་ཡིད་དུ་འོང་བ་སྣང་བ་འགྲོ་བོ་ཅིག་འབྱུང་དགོས་ཀྱི་ཡོད་ན་ཨཱ་ནི་སྐྱེ་བ་འདི་གི་ཐོག་ལ་སོ་སོའི་ངོས་ནས་ཁོང་ཁྲོ་སྤངས་ཡས་དང་ཨཱ་ནི་ད་གང་སྣང་བཞིན་གྱི་བཟོད་པ་གང་ཐུབ་ཅི་ཐུབ་སྒོམ་ཡས་དང། ཨ་ནི་དེ་དང་ཆབས་ཅིག་ཏུ་མེ་ཏོག་གི་མཆོད་པ་དུས་རྒྱུན་དུ་ཕུལ་བ་ཡིན་ན་ཨ་ནི་སྐྱེ་བ་མཇུག་མ་གཟུགས་བཟང་པོ་ཡིད་འོང་བ་ལྟ་ན་སྡུག་པ་ཟེར་ཡོད་ཀྱི་འགོ་རེད་ཨ་ནི་མཆོད་པ་ཕུལ་དུས་ག་ལ་མཆོད་པ་རྣམ་ངག་གི་ཕན་ཡོན་འདི་འདྲ་རེད་ཨ་ནི་ད་ད་ལྟ་མཆོད་པ་ཕུལ་དུས་ག་ལ་ཨ་ནི་འདོན་པ་འདོན་དགོས་ཀྱི་རེད་ཨ་ནི་འདོན་པ་འདོན་ཡོང་བའི་གི་གནས་སྐབས་སུ་བདེ་ཆེན་རྒྱལ་པོ་ཚར་གསུམ་འདོན་ཨ་ནི་སྐྱབས་འགྲོ་འདོན་སེམས་བསྐྱེད་འདོན་དེ་ནི་སྨོན་ལམ་འདི་ལྟ་བུ་འདོན་དེ་ནི་ཡིག་བརྒྱ་སྡིག་བཤགས་འདོན།

ཤེས་རབ་རྒྱ་མཚན་ཞབས་ལ་གསོལ་བ་འདེབས་བདག་དང་འགྲོ་བ་སེམས་ཅན་ཐམས་ཅད་ཀྱི་སྐྱབས་གཅིག་དང་པོ་བླ་མ་དམ་པ་རྣམས་ལ་སྐྱབས་སུ་མཆིའོ་སངས་རྒྱས་ལ་སྐྱབས་སུ་མཆིའོ་བོན་ལ་སྐྱབས་སུ་མཆིའོ་ཤེས་རབ་གཡུང་དྲུང་སེམས་དཔའི་ལྷ་ཚོགས་རྣམས་ལ་སྐྱབས་སུ་མཆིའོ། བཀའ་སྐྱོང་ཡེ་ཤེས་ཀྱི་དབང་མོ་ལ་སོགས་བསྟན་སྲུང་ཡེ་ཤེས་འབེལ་གྱི་ལྷ་ཚོགས་རྣམས་ལ་སྐྱབས་སུ་མཆིའོ། བླ་མ་སངས་རྒྱས་བོན་དང་ཤེས་རབ་ལ་བྱང་ཆུབ་མ་ཐོབ་བར་དུ་བདག་སྐྱབས་མཆི་མ་འགྱུར་འགྲོ་རྣམས་སྲིད་མཚོར་ལེགས་འགྲོ།

དུས་ནམ་ཐག་ཏུ་བཀྲ་ཤིས་ཤོག་སོགས་མ་ཡོད་སྤྲོ་བྱུང་ཡོད་ལ་འཁྲིད་ཁྲིད་ཏག་ཏག་སྭ་བྷཱ་བྷཱ་བྷཱ་རང་སོ་ཧ་སོ་མ་ར་བྲལ་མ་ནུས་བྲོ་མ་བྲོས་མ་བྲོས་མ་བྲོས་མ་ར་མ་བྲོས་མ་ཡུལ་མ་ཡུལ་ཧ་ར་མ་ཡུལ་མ་བྲོ་མ་བྲོ་བས་རོ་མ་བྲོ་མ་ནུས་བཅད་དོ་ཡ་ཤ་ཁུ། སྤྲོ་ད་ཧྲི་རོལ་བའི་ནུས་པ་ལོ་ཤུ་ལ་བ་རོ་ན་ཝུ་ཏཱ་ཀ་ཤུ་དོ་ཤུ་དོ་དོ་ཤུ་དོ་ཡ་སྭ་ལེ་སྭ་ལེ་ཏྲི་སྭ་ལེ་ཡ་སྭ་ངེ་སྭ་ངེ་སུ་སྭ་ངེ་ཡ་མ་ར་བྲལ་འཁྲིད་ཚེ་བྲོ་མ་ཧ་བྲོ་འགྲོ། ཧོ་ཧོ་ལ་ལ་ཧོང་བྷེ་བྷེ་སྒོ་གསུམ་དག་པའི་སྐལ་བ་གང་བགྱིས་པ་གང་གསུང་སེམས་ཅན་རྣམས་ཀྱི་དོན་དུ། དུས་གསུམ་བསགས་པའི་ལས་སྒྲིབ་ཀུན་བྱང་ནས་སྐུ་གསུམ་རྫོགས་པའི་སངས་རྒྱས་མྱུར་དུ་ཤོག། ད་འདི་དེ། ཞོགས་པའི་སྔ་པོ་ཡོན་ཆབ་བཤམས་པས་གིས་ད་གང་འདིར། སྐབས་སུ་ལས་རིམ་འདི་ཆ་ཚང་འདི་ད་མདོར་ཙམ་གྱིས་འདི་འདྲའི་ཅི་རེད་ད་འདི་བཞུགས་དེ་ལ་ཕྱི་དྲོ་གི་དུས་ཚོད་བྱ་ཕོ་རོག་ཚང་ལ་ལོག་པའི་གི་དུས་ཚོད། ཨ་ནི་ད་ཉི་མ་མ་ལགས་ཙམ་གི་དུས་ཚོད་ཅིག་ལ་ཨ་ནི་མཆོད་པ་མ་བཤགས་དགོས་དགོས་རེད་མཆོད་པ་བཤགས་ཟིན་ལབ་རེད་མཆོད་པ་བསྡུས་ཟིན་ལབ་དགོས་ཡོད་རེད་མཆོད་པ་སྤྲོ་ཟིན་ལབ་དགོས་རེད་གང་ལྟར་གཅིག་པ་གཅིག་ཚང་རེད་ཁྱད་པར་ཡོད་མ་རེད། ད་ཅིག་ཕྱི་དྲོ་གི་དུས་ཚོད་ལ་མ་ཆོས་པ་བཤགས་པ་དང་ཆོས་པ་བསྡུ་བ་དང་ཆོས་པ་བཀྲུ་བའི་གི་དུས་ཚོད་དེ་ལ་ཨང་དང་པོ་སོ་སོ་ཕྱག་གསུམ་འཚལ། ཆོས་པ་བསྡུ་ཡོང་པའི་གི་གནས་སྐབས་སུ་གཡས་གཡོན་གྱི་ཕྱོགས་ནས་བསྡུ་དགོས་གི་རེད་གཡས་གཡོན་གྱི་ཕྱོགས་ཟེར་ཡ་དེ་སོ་སོ་གི་གཡས་གཡོན་གྱི་ཕྱོགས་མ་རེད་དཀྱིལ་འཁོར་གྱི་གཡས་གཡོན་གྱི་ཕྱོགས་དེ་ཉིད་ནས་ཚུར་ལ་བསྡུ་དགོས་གི་ཡོད་རེད། འདིའི་སྐབས་སུ་སྡོམ་པ་བདེ་ཆེན་རྒྱལ་པོ་ཚ་གསུམ་འདོན་ཨང་དེའི་གཞུག་ལ་བླ་ཆེན་དྲན་པས་གི་མཛད་པའི་གི།

ན་མོ་དུས་གསུམ་བདེ་བར་གཤེགས་པ་རྣམས་བདག་གི་ལས་ཀྱིས་སྒྲིབ་པ་རྣམས་ཁྱེད་ཀྱི་ཐུགས་རྗེའི་བྱང་དུ་གསོལ། ཀྱེ་འདི་སྨོན་ལམ་འདི་བླ་ཆེན་དྲན་པ་ནམ་མཁའི་གི་མཛད་བཞག་པ་བྱིན་རླབས་ཆེན་པོ་རེད། དེས་འདི་གསུང་གིས་གསུང་གིས་བྱས་ནས་སོ་སོའི་གི་ལུས་ངག་ཡིད་གསུམ་གི་སྡིག་སྒྲིབ་ཐམས་ཅད་འདི་ཕྱིས་གི་ཡོད་བསམ་པ་བྱས། ཏིང་ཕུར་དག་གང་ལྟར། ཕྱིས་མ་ཚག་གི་བར་འདི་འདོན་དགོས་རེད་ན་མོ་དུས་གསུམ་བདེ་བར་གཤེགས་པ་རྣམས་བདག་གི་ལུས་ཀྱིས་སྒྲིབ་པ་རྣམས་ཁྱེད་ཀྱི་ཐུགས་རྗེའི་བྱང་དུ་གསོལ་ན་མོ་དུས་གསུམ་བདེ་བར་གཤེགས་པ་རྣམས།

ཨ་ནི་གཅིག་གིས་གཅིག་གི་ཐོག་ལ་ཡག་པོ་བྱས་ནས་བཙག། ཆུ་ཚང་མ་དེ་མ། སྐམ་ཐག་ཆོད་པ་བྱེད། ན་མོ་དུས་གསུམ་བདེ་བར་གཤེགས་པ་ན་བདག་གི་ལུས་ཀྱི་སྒྲིབ་པ་ན་ཁྱེད་ཀྱི་ཐུགས་རྗེ་འཆང་དུ་གསོལ། ད་དེའི་ཚར་ཚར་བུད་ཀྱི་གཞུག་དེ་ལ་སོ་སོ་ཕྱག་གསུམ་ཚ་དེ་ནས་སྨོན་ལམ་འདི་ལྟ་བདུན། སྨོན་ལམ་འདི་ལྟ་དགེ་བའི་ཐུབ་པ་བྱས་ནས་མོ་མཚོན་གྱི་བསྐལ་པ་ཞི་བ་དང་དཔའ་འབྱོར་བསོད་ནམས་ཕུན་སུམ་ཚོགས་པ་ཡི་སངས་རྒྱས་བསྟན་པ་དར་ཞིང་རྒྱས་པར་ཤོག་སངས་རྒྱས་བསྟན་པ་དང་སེམས་ཅན་དཔའ་འབྱོར་ཕུན་སུམ་ཚོགས་ཡིད་བཞིན་ནོར་བུ་རྒྱ་མཚོ་དང་དུས་རྣམ་དག་ཏུ་བཀྲ་ཤིས་ཤོག་སོགས་མོ་ཡི་བྲོ་གཞུང་ཡར་ལམ་ཁྲིད།

གང་གསུང་སེམས་ཅན་རྣམས་ཀྱི་དོན་དུ་ངོ་བསྟོད་གསུམ་བསགས་པའི་ལས་སྒྲིབ་ཀུན་བྱང། སྐུ་གསུམ་རྫོགས་པའི་སངས་རྒྱས་མྱུར་དུ་ཤོག། ཟེར་འདི་འདི་ད་གར་ཟེར་བ་རེད། ཡོན་ཆབ་ཀྱི་མཆོད་པ་བསད་དེ་སྤྱི་བཏང་གི། རྒྱུ་ཆུང་ལ་འབྲས་བུ་ཆེ་བ་ཟིན་ལབ་གི་རེད། རྒྱུ་ཆུང་ཟིན་དུས་ག་ལ་འགྲོ་སོང། ག་ཟེར་དེ་འདྲས་ཀྱི་རྒྱ་ཆེན་པོ་མེད་བསྡད་པ། ཨ་ནི་འབྲས་བུ་རྒྱ་ཆེན་པོ་ཡོད་བསྡད་པ། ཨ་ནི། དེ་བྱེད་དུས་ག་ལ་འདི་ལ་འདོད་ཆགས་དང་སེར་སྣ་གིས་ལྷད་པ་ཞུགས་ས་རྩ་བ་རང་ནས་མེད་པ་རྣམ་པར་དག་པ་ཅིག་བརྩིས་ཀྱི་ཡོད་རེད། དེ་དེ་འདྲ་ཡིན་དུས་ག་ལ་ཡོན་ཆབ་ཀྱི་མཆོད་པ་དུས་རྒྱུན་དུ་མ་བྱས་པ་བྱས་ནས་ད་ཉི་མ་གཅིག་ནང་བཞིན་བྱས་ནས་ཉི་མ་རྟག་པར་ཞིག་ཕུལ་ཐུབ་པ་ཡིན་ན། ད་ག་ནང་བཞིན་གྱི་མཆོད་གཏོར་དང་གཏོར་དམག་གི་རིགས་འཛུགས་ཚང་མ་དེ་ཉི་མ་གཅིག་མ་ཆག་པར་བྱས་ནས་མུ་མཐུད་ནས་གཏང་ཐུབ་པ་ཡིན་ན་དེ་ནི་མ་འོངས་པ་གར་ཟེར་བ་དེ་མ་འོངས་པའི་གི་སྟོན་པ་ཐང་མ་མེ་སྒྲོན་གྱི་འཁོར་གྱི་དང་པོ་རུ་སྐྱེ་སྲིད་དུས་དེ་འདྲའི་གི་རྟགས་དང་རྟེན་འབྲེལ་དང་དེ་འདྲའི་ཡོད་རེད་དེ་འདྲའི་ཡིན་དུས་རྒྱུ་ཆུང་ལ་འབྲས་བུ་ཆེ་བ་ཟེར་དུས་སེར་ནག་གི་ལྷད་ཞུགས་ས་མེད་བ། པེ་པེ་མི་སི་གི་འགྲོ་སོང་ཆུང་ཆུང་ལ་ཁེ་བཟང་ཆེན་པོ་ཡོད་བསྡད་པ་སི་ནི་འོ་དེ་ཞུ་གི་ཡོད་རེད་དེ་ནི་ད་ད་མ་ཡོན་ཆབ་ཤག་ཚ་བོའི་མཇུག་ལ་ཆུ་དེ་གར་བྱེད་དགོས་ཀྱི་རེད་ཟེར་དུས་ད་དེ་བྱུང་སོང་བ་ཡིན་ན་སོ་སོ་གི་ཕྱི་ལོག་ལ་མ་ཁི་མེ་ཏོག་ཡོད་ན་མེ་ཏོག་དེ་ཚོ་ནང་ལ་བླུགས་ས་གཙང་ས་ལ་ཕ་ཤོ་དེའི་སྐབས་སུ་ངན་སོང་དོང་སྤྲུག་གི་སྙིང་པོ་མཛོད་བདུན་འཁོར་བའི་སེམས་ཅན་ཐམས་ཅད་ཐུགས་རྗེ་ཐག་པ་འགྲན་པའི་བ་ཤ་ར་སྟོན་པོའི་ཕྱོགས་ལ་ཨ་ཀ་ར་མའི་དུད་འགྲོ་ཚོ་ནག་པོ་ཞིག་ཤི་མ་མ་ཨ་ཀ་ར་མའི་དུད་འགྲོ་ཚོ་ནག་པོ་ཞིག་ཤི་མ་མ་དེ་འདྲའི་གདོན་གྱིས་གདོན་གྱིས། ཨ་ནི་གང་ལྟར། གར་སའི་ཡུལ་འདི་ཆུ་ལྷག་མ་ཚོ་ཕ་བཤོལ་དེའི་སྐབས་སུ། ཨ་ནི་གལ་ཤེས་དབང་ཕྱུང་གི་སྡེ་ཐམས་ཅད་ལ་འདོད་ཡོན་ཕུན་སུམ་ཚོགས་པ་ཚོགས་པ་ཅིག་ཡོང་བར་ཤོག་ཟས་མེད་པ་ལ་ཟས་གོས་མེད་པ་ལ་གོས་གནས་མེད་པ་ལ་གནས་གོས་མེད་པ་ལ་གོས་སྐྱབས་མེད་པ་ལ་སྐྱབས་བཅུད་འདོད་རེ་བ་སྐོང་ཞིང་སྒོ་འདོད་བཞིའི་ནོར་བུ་ལྟ་བུ་འཕྲད་པར་ཤོག་ཟེར་ནས་ངན་སོང་དོང་སྤྲུག་གི་སྙིང་པོ་ཚོ་གསུང་གིས་གསུང་གིས་བྱས། འོ་དུགས་བྱེད་དགོས་ཀྱི་ཡོད་རེད།